ཁྱིས་ཟེར་བ། ཨན་ཁྱི་ལ་དུས་གསུམ་པ་ལ་ཁྱེད་རང་ཚོ་ཁྱད་མཚར་རེད་ད་པར་རིས་དེ་ཟེར་བ་ཡིན་ན་ནི་དེ་ཁྱི་རེད་བ། ཨན་ཁྱི་དེ་ལས་ཡ་ཚིག་གྲུབ་བཟོས་གནང་དུས་སྐབས་སུ་ཨ་ནི་ཁྱི་ཆེན་པོ་ཡོད་རེད་ཟེར་ཡ་ད་ད་ནང་བཞིན་ཁྱི་ཆུན་ཆུན་ཡོད་རེད་ཟེར་ཡ་ད་ཨན་ད་ནང་བཞིན་ཁྱི་ཁ་ཤས་ཨ་ནི་དཀར་པོ་སྤུ་སྡུག་ཁོ་རང་གི་མདོག་དེར་བ་སྤུ་གི་མདོག་དེ་དཀར་པོ་ཡོད་རེད་ཟེར་ཡ་ད་ནག་པོ་ཡོད་རེད་ཞེས་ཤིག་ག་རེའི་བྲིས་གནང་ནས་ལས་འགྲིག་རེད། ཨ་ནི་གཉིས་པ་དེ་འབྲོག་ཁྱི་ད་འབྲོག་ཁྱི་ཟེར་དུས་བསམ་པ་ལ་ཡ་འབྲོག་ལ་དེ་ཡིན་ཁྱི་ལ་ཡ་འབྲོག་ཁྱི་ཟེར་གི་རེད། ཨ་ནི་འབྲོག་ཁྱི་ད་ཨ་ནི་ཧ་ཅང་གི་གཟུགས་པོ་ཆེན་པོ་ད་ད་ང་ཚོ་གི་ད་ད་ཨ་ནི་ཅིག་ག་ད་ད་ང་ཚོ་གི་ནམ་རྒྱུན་མཐོང་དེ་ཁྱི་ནང་བཞིན་མ་ཡིན་པ་བྱས་དེ་ཧ་ཅང་གི་ཆེན་པོ་ཡོད་རེད་ཁྱི་དེར་བ་གཟུགས་པོ་ཆེན་པོ་བྱས་ཨ་ནི་ཡིན་དེ་འདོད་བསམ་པ་ལ་ཡ་ཁྱེད་རང་ཚོ་པར་རིས་དེ་ལ་གཟིགས་པ་ཡིན་ན་པར་དེ་ལ་གཟིགས་ད་ཁྱི་ཆེན་པོ་ཞུ་ཞུ་བ་དེ་རེད་བ་དེའི་དོན་ནི་དྲོ་སྐྱིད་ལ་ཚིག་སྒྲུབ་སྲོལ་གནང་དུས་སྐབས་སུ་ནི་དྲོ་སྐྱིད་ཆེན་པོ་ཡོད་རེད་ཅེས་ཞེས་ཤོད་ད་ཨེ་ཐང་ན་གཞན་ནི་དྲོ་སྐྱིད་རྫིག་པོ་ཡོད་རེད་ཟེར་བ་རྫིག་པོ་ཡིན་མདོག་ཧའོ་ཞུ་ཞུ་རེད་དེ་འདོད་བསམ་པ་ལ། དེ་དྲོ་སྐྱིད་ཅེས་ཨེ་གཉིས་པ་དེ་ལས་ཡ་ཙི་ཙི། ད་ཙི་ཙི་ཁྱེད་རང་ཚོ་མཁྱེན་གྱི་རེད་བ་དེ་པར་དེ་ལ་སྲིད་ད། ཨ་ནི། སྲིད་རྩེ་ལྡན་གང་དྲིས་རོའི་གཟུགས་པོ་བྱས་ནས་གཟུགས་པོ་ཆུང་ཆུང་ཡོད་རུ་བ་ནི་ཁོ་རང་གི་སོ་རྣོ་བོ་ཞུ་བོ་ཞིག་ཡོད་རུ་བ་སོ་དེ་གིས་ནི་ཁོ་རང་གི་ཅིག་ག་ག་རི་ཡིན་ནི་ལྕགས་ལ་དང་ག་རི་ཡིན་ནི་ཚང་མ་ཁོ་ཡི་སོ་གིས་གཏུབ་བཞག་ཡོད་དུ་བ་དེ་ཡིན་དུས་བསམ་པ་ལ་སྲིད་རྩེ་དེ་ཆུང་ཆུང་ཡོད་རེད་ནི་ཚིག་གྲུབ་དེ་འདྲ་བཟོས་གནང་དུས་སྐབས་སུ་ནི་སྲིད་རྩེ་ཆུང་ཆུང་ཡོད་རེད་བྱས་བྱས་བྲིས་གནང་ཡ་ད་ནི་ད་ག་ན་བྱས་ནི་སྲིད་རྩེ་སོ་རྣོ་བོ་ཡོད་རེད་ཟེར་བ་ནི་གང་དེའི་བྲིས་ནི་ལས་འགྲིག་རེད་ཨེ་འདི་ཞུ་གུ་ལ་ཁ་བརྡ།

ཨན་དེ་ཞུ་གོ་ལ་དཀྲུག་ཨའོ་པ་རེད་ད་དྲ་ཞིབ་རྒྱུ་དཀྲུག་ག་དཀྲུག་དཀྲུག་ལ་ན་ད་ཨིན་ཇི་སྐད་ཐོག་ནས་ཞུས་པ་ཡིན་ན་དཀྲུག་ལ་ཡ Dragons གི་དོ་ཨ Dragons བྱེད་བྱེད་ད་ད་ང་ཚོ་ཤེས་ཚོད་ལ་ཡ་དཀྲུག་དེ་ག་བ་ཡོད་རེད་ཞུས་པ་ཡིན་ན་དཀྲུག་དེ་གནམ་ལ་ཡོད་རེད་ར་དཔེ་ན་ང་ཚོ་ད་མཚམས་རེ་ལ་ཨན་དེ་ཆར་བ་དེ་འདྲས་བརྒྱབ་དུས་སྐབས་སུ་ད་ཆར་བ་མ་བརྒྱབ་སྲིད་ངེས་ལ་རེད་ཆར་བ་བརྒྱབ་དུས་སྐབས་སུ་རེད་ཨན་དཀྲུག་གི་ཞུ་བོ་དྲག་གི་དོ་ཨ་དཀྲུག་གི་སྐད་རོ་བ་ག་དྲག་ག་དྲག་ག་དྲག་ག་དྲག་བྱེད་བྱེད་ཨན་གནམ་ལ་ཡ་དྲག་དྲག་གི་དོ་ཨ་དེ་རེད་དེ་འདུན་བསམ་པ་ལ་དཀྲུག་ལ་དུས་བསམ་པ་ལ་ཡ་དྲ་རྒན་ཟེར་དཀྲུག་ཁ་བ་ཡོད་རེད་ཞུས་པ་ཡིན་ན་གནམ་ལ་ཡོད་རེད་ཟེར་བ་ཡིན་ང་ཚོས་ད་ལྟ་དཀྲུག་དེ་ནི་བཟོ་བལྟ་དེ་ད་ང་ཚོ་འདུག་ཟེར་བྲིས་ཤག་རེད་མ་གཏོགས་ནི་ང་ཚོས་དཀྲུག་དེ་ཨེ་འདྲི་ཡོད་རེད་ཟེར་བཞིན་ང་ཚོ་ཐོ་ཡ་ཀ་ལེ་ཁག་པོ་ཆགས་བསྡད་ཀྱི་འདུག་ཨ་ཨེ་འདི་ཞུ་གུ་ལ་སྦེལ་པ་སྦེག་པ་རེད་འདུག་ཨ་ད་སྦེལ་པ་དེ་གི་དག་ཆ་ས་པ་ད་བ་ལ་སྦེལ་པ་སྦེལ་པ་རེད་འདུག་ཨ་དེ་ལ་ཚགས་དོན་དེ་མི་འདུག་ཚགས་དེ་ཕྱེས་ཤག་དེ་ལ་སྦེལ་པ་ཟེར་ནི་སྦེལ་པ་གི་དེ་ལ་པ་དེ་ལས་གཟིགས་པ་ཡིན་ན་འབེལ་བ་གྱི་ཚུལ་མདོ་ག་འདྲས་རེད་འདུག་ལྗང་ཁུ་རེད་འདུག་བ། ཨཱ་ནི་འབེལ་བ་ཁོ་རང་འགྲོ་སྟངས་དེ་ག་འདྲས་རེད་ཁྱེད་རང་ཚོ་ཁེང་གི་རེད་བ། ཆོམ་ཆེ་འགྲོ་གི་རེད་བ། དེའི་དོན་བསམ་པ་ལ་ཨཱ་ནི་འབེལ་བ་དེ་ཨཱ་ནི་གཟུགས་པོ་ཆ་ནས་གཟུགས་པོ་དེ་ཁོ་རང་ཆུ་མཆོད་རེད་བ། ཨཱ་ནི་མང་གཅིག་ཁོ་རང་གི་བསྡད་ས་དེ་ག་བ་འདི་གི་རེད་ལ་ནི་ཨཱ་ནི་ཆུ་འདྲ་བོ་དང་ཨཱ་ནི་རློན་པ་དང་ཆུ་ནང་དང་དེ་འདྲས་ལ་འདི་གི་རེད་བ། འོང་ལ་ཟེར་ཨཱ་ནི་ཚིག་གྲུབ་སོས་དུས་སྐབས་སུ་ཨཱ་ནི་འདུག་ས་སོས་ནང་ནས་འདི་གི་རེད། ཅིག་ག་འབེལ་བ་ཆུ་མཆོད་ཡོད་རེད་ཟེར་ཡ་དང་ཨཱ་ནི་ད་ནི་ཞེས་འབེལ་བ་གྱི་མདོ་དེ་ཨཱ་ནི། སྦྱང་དགོས་ཡོད་རེད་ཟེར་བ་ཨིན་ཁོ་རང་གོམ་པ་རྒྱབ་དུས་ག་ལེ་ག་ལེ་འབྲུག་རེད་ཅེས་ཟེར་བ་སུ་ནས་འགྲིག་རེད་ཨིན་དེ་ཞུ་གུ་ལ་འབྲི་མོ། ད་འབྲི་མོ་ལ་དུས་སམ་པ་ལ་ཡ་ག་རེ་ཟེར་གུ་རེད་ལབ་ན་ད་གཡག་ལ་གུ་རེད་ད་གཡག་རེད་བ་གཡག་ད་འབྲི་མོ་ལ་ནི་སྙིང་ཡོད་རེད་བ་གཡག་ལ་ཡ་དེ་ཨ་ནི་བུ་རེད་ར་བུ་ཨ་ནི་འབྲི་མོ་ལ་ཡ་དེ Female གཡག་ལ་ཡ་ནི་འབྲི་མོ་ཟེར་གོ་རེད་འབྲི་མོ་ཟེར་དུས་སམ་པ་ལ Female གཡག་རེད་ནི་གཡག་ཁོ་རང་འདི་གཡག Male རེད་བ་བུ་རེད་ནི་ད་ལྟ་དེ་ནི་ད་ལྟ་སྐབས་དེ་གི་འབྲི་མོ་ལ་ཡ་དེ་ནི Female གཡག་ལ་གོ་གོ་རེད་གཡག་ལ་རེད་བ་འབྲི་མོ་ཨན་དེ་ཞུ་གོ་ལ་ལུ་ལུ་རེད་བ་ལུ་ཞུ་ན་ནི་ཁྱེད་རང་ཚོ་མཁྱེན་གྱི་རེད་བ་པ་རི་དེ་ལ་སི་ད་ལུ་རེད་བ་ཨ་ནི་ལུ་དེ་ལ་ཡ་ཨིན་ཇི་ཐོག་ནས་ག་རེ་ཟིག་རེད། ཤིབ་ཟིག་རེད་བ། ལུག་ཕྱི་ཨ་ནི་ལུག་གི་སྤུ་རྡོག་དེ་ག་འདྲ་ཡོད་རེད་དཀར་པོ་ཕྱིར་བ། ཨ་ནི་ཁ་ཤི་ཁ་ཤི་ཡང་སྤུ་རྡོག་དེ་དཀར་པོ་མ་ཡིན་པ་ཕྱིར་ནག་པོ་དེ་འདྲ་ཡང་ཡོད་རེད། ཨོ་ལ་སེ་བདེ་ཞུགས་ལ། ར་རེད་འདུག་བ་ར། ཨོ་ར་དེ་ལ་ཡ། སྤུ་རྡོག་ག་འདྲ་རེད་འདུག་དཀར་པོ་རེད་འདུག་བ། ཨ་ནི་ཁོ་རང་ལ་ར་ལ་ག་རེ་འདུག་ར་ཅོ་འདུག་བ། ར་ལ་ར་ཅོ་ཡོད་རེད་བ་དེ་འདུག་བསམ་པ་ལ་ལུག་དེ་ལ་ཨ་ནི་ད་ཁ་ཤས་ལ་ཡོད་འགྲོ་ངའི་མཐོང་ཡ་འདི་ལ་ལུག་མང་ཆེ་ལ་ཨེ་ནི་ར་ཅུ་དེ་འདྲས་ཨེ་འདྲས་ད་ལྟ་ར་ནང་བཞིན་དེ་འདྲས་ཡོད་མ་རེད་དེ་ཅེ་ཆེ་ཨེ་ནི་དེ་ཞུ་གུ་ལ་ཕ་ཅུ་ད་ཕ་ཅུ་དེ་ཁྱེད་རང་ཚོ་ཁྱེད་གྱི་རུ་བ་ཨེ་ནི་ང་ང་ཚོ་ཕ་ཅུ་གྱོ་མ་སྟོན་གྱི་རུ་བ་དེ་འདྲས་སམ་ལ་ཕ་ཅུ་དེ་ལ་ཡ་ཡ་ག་འདྲས་ཡོད་རེད་ཚོན་མདོག་འདྲ་མི་འདྲ་ཡོད་རུ་བ་ཨེ་ནི་སྐབས་དེ་ལ་ཡ་ཕ་ཅུ་གྱི་ཚོན་མདོག་མདོག་དེ་ག་འདྲས་རེད་དོ། སྐབས་དེ་ལ་ཡ། ནི་ཁྲ་ཁྲ་རེད་འདུག་བ། ནག་པོ་དང་དཀར་པོ་གཉིས་ཀ་ཞིག་ཁྲ་ཁྲ་རེད་འདུག་བ། ནི། ཕ་ཕྱུགས་ཀྱི་ཡོག་མ་དེ་ནི་ང་ཚོའི་གཟུགས་པོ་ལ་ཕན་ཐོགས་ཞུ་གི་ཡོད་རེད་བ་ཞུ་གི་ཡ་ཞེང་བྱས་ནི་ཁྱེད་རང་ཚོ་ཕ་ཕྱུགས་འོག་མ་བཏུང་གནང་གི་ཡོད་ཀྱི་རེད། ནི། ཁ་ཤས་མཚན་ལ་བཏུང་གི་འདུག་བ། ནི་ཁྱེད་རང་གིས་ད་ཚིག་གྲུབ་སོའི་ནང་དོན་སྐབས་སུ་ནི་ངས་ཕ་ཕྱུགས་འོག་མ་བཏུང་གི་ཡོད་ཞེས་བྲིས་ནས་འགྲིག་རེད་ད་ནང་བཞིན་ཡ། ནི། ཕ་ཕྱུགས་ཀྱི་ཡ། ནི། འོ་མ་དེ་ང་ཚོ་གི་གཟུགས་པོ་ལ་ཕན་ཐོག་ཆེན་པོ་ཡོད་རེད་ཟེར་བ། ཨ་ནི་ང་ཚོ་བ་ཅོའི་འོ་མ་བཏུང་བ་ཡིན་ན་ཨ་ནི་ང་ཚོའི་གཟུགས་པོ་ལ་ཡ་སྟོབས་སྐྱེ་གི་རེད་ལ་དེ་ཨ་ན་ཞིག་ང་ཚོ་གི་རུ་ཁོག་ཙུ་ཙུ་དྲག་པོ་ཞུ་བཞི་ཆགས་གི་རེད་ཨ་ནི་ང་ཚོ་མ་བལྟ་བ་ཡིན་ནི་ལས་ཨ་ནི་ང་ཚོ་གི་རུ་ཁོག་དེ་ལས་སླ་པོའི་ཐོག་ནས་ཆགས་འོང་མ་རེད་བ། དེ་ཅི་བྱེད། ཨ་ནི་དེའི་ཞོ་གུ་ལ་བོང་བུ། བོང་བུ། བོང་བུ་ད་ཚང་མ་ཁེངས་གི་རེད་བ་སྒྲོང་གིས་གཟིགས་གི་རེད་བ་ཨིན་ཇིར་སྐྱེས་ཐོག་ནས། ཨོང། བུ་འགོ། ཟེར་བ། ཨེ། བོང་གུ་དེ་ག་རེ་ཡི་རེད་ལ་ནི་བོང་གུ་དེའི་ལར་བ། ཨེ། བོང་གུ་གི། ད། དོ་པོ་དེ་ཚོ་ཡར་མར་ཨོར་ཡ་ལ་ཕན་ཐོགས་ཞི་བོ་ཞུ་རེད་བོང་གུ་དེ་ཉིན་བྱེད་རེད་བ། ཨེ་ནས་བོང་གུ་གི། ཨོ། དེ་ལས་ཡར་པར་དེ། པར་ཅིག་མ་འདུག་མི་འདུག་བ། ཨོ། ལ་སེ་དེ་ཞུགས་ལ་གླང་གོ། གླང་གོ། དེ་གླང་གོ་ལ་ཨིན་ཇི་སྐད་ཐོག་ནས་འབུལ། ཟིག་རེད་འབུལ་རེད་བ། འབུལ། ཟིག་རེད་གླང་གོ་ལ་ཡ། ཨོ། ལ་སེ་དེ་ལ། གླང་གོ་ག་འདི་རྡོ་གླང་གོ་ཆེན་པོ་ཞིག་རེད་བ་ཨ་ཁོ་རང་ལ་ར་ཅོ་ཡེ་རྡོ་རེད་བ་ཨ་ད་ལྟ་དེ་རྡོག་དེ་དཀར་པོ་ཞིག་རེད་བ་ཨ་ཞིམ་པ་ཡང་རྡོག་ནག་པོ་འདྲ་བོ་དང་དེ་འདྲ་ཡང་ཡོང་གི་རེད་སྐབས་དེ་ལས་ཡ་དཀར་པོ་རེད་བ་ཨ་དེའི་གཞུག་ལ་གླང་པོ་ཆེ་གླང་པོ་ཆེ་དེ་ད་ངས་དེ་ལ་པར་དེ་བཞག་ཡོད་རེད་བ་ཡིན་ནའང་ད་ཡི་གེ་དེ་ད་དེའི་ནང་ལ་བྲིས་ཡ་ཡོང་གི་མི་འདུག་ད་ལྟ་དེ་དབུ་མའི་འདིར་བ་བྲིས་ཐུག་གི་མི་འདུག་དེ་འདི་གླང་པོ་ཆེ་གི་དག་ཆ་སྟེ། ད་ལྟ་ང་ཚོ་གླང་གོག་གི་དག་ཆ་ཞུ་དོགས་དེ་གཅིག་པ་གཅིག་རྐྱང་རེད་གླང་དེ་ར་ཁ་ལ་དེ་ལ་ང་གླང་པ་ནོར་བུ་ཆ་སྒྲེང་པོ་ཆེ་གླང་པོ་ཆེ། དེ་གླང་པོ་ཆེ་ཟེར་ན་ད་ཧ་ཏི་ཧ་ཏི་སིག་ར་རྒྱ་གར་གྱི་ལར་བ་ཨིན་ཇི་ཐོག་ནས་ཁ་སིག་ར Elephant སིག་ར་བ་འོ་དེ་རེད། གླང་པོ་ཆེ་ཆེ་གླང་པོ་ཆེ་ལ་ཁ་ཤས་ང་ཚོ་དེ་གླང་ཆེན་ཡང་ལག་གི་རེད་ཁ་ཤས་གླང་པོ་ཆེ་ལག་གི་རེད་ཁ་ཤས་གླང་ཆེན་ལག་གི་རེད་དོན་དུ་གཅིག་པ་གཅིག་རྐྱང་རེད་ཅེས་ཞེས་ཞུ་ཡ་ཧེ། དེ་ཡིན་དོན་ད་རིང་གི་ང་ཚོ་གི་ཨ་ནི་སློབ་ཚན་དེ་དེའི་བར་དོ་ཡིན་ཨ་ནི་ངེད་སྤྱི་དམངས་ང་ཚོ་ཡང་མུ་མཐུད་ནས་ཞུ་གུ་ལ་བརྗེ་ཡོང་ལ་ཟེར།